མི་འདི་ཡིས་གད་སྙིགས་ཤིག་གཡུགས་པ་ཙམ་གྱིས་གཏམ་རྒྱུད་ཐུང་ཐུང་ཞིག་མགོ་བརྩམས་སོང། མི་དེས་ཀྱང་རང་གི་ཁྱབ་བཟོ་ལ་ལྟ་བཞིན་པའི་ཁྱི་འདིའི་བསམ་པ། མི་དེས་ཁོ་ལ་ཞྭ་མོ་ཞིག་སྤྲད་བྱུང་སྙམ་ནས་དེ་ནས་བཟུང་སྟེ་ཁྱི་འདི་མི་དེའི་རྗེས་སུ་འགྲོ་གི་ཡོད། མ་ཟད་ཁྱི་འདིས་མི་དེ་སོ་སོའི་དག་པོ་ལ་ངོས་འཛིན་བྱེད་ཀྱི་ཡོད། ཆར་བ་འབབ་པའི་དུས་ལ་ཡང་སྐྱེས་པ་དེས་ཞུ་རྩིས་བྱས་ཤིང་ཁྱི་དེ་ཁང་པའི་སྒོ་རུ་ཡོང་བཅུག་གི་མེད། སྐབས་དེར་ཁྱི་དེ་ཆར་བའི་ཁྲོད་དུ་གྲུ་ཟུར་ཞིག་ཏུ་མ་བསྡད་ཀ་མེད་བྱུང། མི་དེའི་མིང་ལ་ལེ་མ་ཟེར་གྱི་ཡོད་པ་རེད། ཆུང་དུས་ནས་ཁོ་བོའི་ནང་མི་རླངས་འཁོར་གྱི་གནས་ཚུལ་ལྷག་དེ་ཚད་ལས་འདས་པས་དེར་བརྟེན་ཁོ་བོའི་གཤིས་ཀ་ལ་ཧ་ཅང་གི་འགྱུར་ལྡོག་ཆེན་པོ་སོང་ཡོད། ཁོ་བོ་ཆང་ས་གྱང་འདུག་མེད་ན་དེ་བས་མི་གཞན་དང་གྲོགས་པོ་ཡང་བསྒྲིགས་འདུག་མེད་པ་རེད། ཐ་ན་ཁྱིམ་མཚེས་ཀྱིས་སྤྲོ་སེམས་འཁོལ་བའི་འཚམས་འདྲི་ཞུས་ན་ཡང་ཁོ་བོའི་རྣམ་འགྱུར་ནི་གྲང་ཤུར་ཤུར་ངང་ནས་བུད་སོང། རྒྱུ་མཚན་ནི་ཁོའི་བསམ་པར་བརྩེ་དུང་ཟེར་བ་འདི་བློས་གཏོང་ཞིག་མ་བྱས་ན་ཁོ་བོའི་འཚོ་བ་ལ་ཤུགས་རྐྱེན་བཟོས་ཡོང་སྙམ། འོན་ཀྱང་ཁོ་བོས་ཧ་མ་གོ་བ་ནི། མྱུར་དུ་ཁོ་ཚོ་ཚེ་སྲོག་དྲུག་ཆེས་གལ་ཆེ་བའི་གནས་སུ་ལྷུང་སྲིད། ཁྱེད་འདི་ནས་སྔར་བཞིན་ཉིན་ལྟར་ཁོ་བོའི་རྗེས་སུ་ཡོང་གི་ཡོད། མ་གཞི་ལན་མ་གྱིས་མུ་མཐུད་ནས་ཡ་བྱེད་རྩིས་མེད། འོན་ཀྱང་སྐབས་དེར་འཕྲུལ་རྟ་ཞིག་གཟབ་གཟབ་མ་བྱས་པར་ཁྱེད་དེ་ལ་དོང་ཁ་བརྒྱབ། ཁོ་བོ་ལ་ཡང་གློ་བུར་དུ་རྔམ་སྐྲག་ཞིག་སྐྱེས་ཏེ་ཁ་ཕྱིར་འཁོར་ནས་བལྟས་པས་སྐབས་དེར་ཁྱེད་དེ་ས་སྟེང་དུ་དམར་པོ་ཁྲག་གིས་འཚུབ་བཞིན་འདུག་ཁོ་བོ་ཁ་ཕྱིར་འཁོར་ཏེ་སོ་སོའི་ཁྱིམ་གྱི་ཕྱོགས་སུ་བུད་སོང། སྐབས་དེར་མི་རྣམས་ཀྱིས་ཧ་གོ་ཞིང་བདག་དང། ཁྱི་བདག་མེད་དུས་ཚོད་ཁོ་ཚོའི་འཚོ་བ་ལ་ཤུགས་རྐྱེན་བཟོ་གི་ཟེར་ནས་ཤོད་ཀྱི་ཡོད། ཉེ་འགྲམ་གྱི་བུ་མོ་གཅིག་མ་གཏོགས་ཁྱི་དེ་ལ་སྙིང་རྗེ་བྱེད་མཁན་གཅིག་ཀྱང་མེད། སྐབས་དེར་ལས་མ་ཡང་བསྐྱར་ཕྱིར་ལོག་བྱུང། ད་བྱེད་དུས་ཁོ་བོས་འཕྲུལ་སྡེའི་སྟེང་དུ་ཁྱི་ཞོགས་རྫ་ཞིག་གྲ་སྒྲིག་བྱས་ནས། ཡོང་བ་རེད། དེ་ནས་ཁོ་བོས་མི་གཞན་གྱི་དོགས་གཞི་ལ་ཁ་ཡ་མ་བྱས་ཤིང་ཁྱི་དེ་འཕྲུལ་རྟའི་སྟེང་དུ་བཞག་སྟེ་ཐད་ཀར་སྨན་ཁང་གི་ཕྱོགས་སུ་བུད་སོང། སྟབས་ལེགས་པར་ཞིག་ལ་ཁྱི་འདི་ལ་རྨས་སྐྱོན་ཆེན་པོ་ཕོག་མེད་པ་རེད། ལས་དམག་གིས་ཁྱི་དེ་སྨན་བཅུག་བྱས་མ་ཚར་བར་དུ་བཀུག་པ་རེད། འོན་ཀྱང་གཙོ་བོ་ནི་ཁྱི་དེ་ལ་བདག་པོ་མེད་པའི་གནད་འགག་དེར་ཐུག་ཡོད། མ་གཞི་སྨན་པ་ཁོང་སྲོག་ཆགས་ལ་དགའ་པོ་ཡོད་ཀྱང་དངོས་སུ་གསར་དུ་ཡོང་བའི་ཁྱི་ལ་བདག་སྐྱོང་བྱེད་པའི་ནུས་པ་མེད་པ་རེད། སྨན་པས་ཁྱི་འདི་ཉིན་ཁ་ཤས་ལས་དམག་ལ་ཉར་རོགས་ཟེར། ཁྱི་གསོ་སྐྱོང་བྱེད་མཁན་གྱི་བདག་པོ་ཞིག་འབྱོར་ཚེ། གཞི་ནས་ལན་ཁ་ཡོང་ཆོག་ཟེར། ལས་མ་ཁྱིམ་དུ་སླེབས་ཀྱིས་གཟབ་ནན་ངང་ཁྱིམ་མཚེས་ཀྱིས་ཧ་གོ་ཡོང་སྙམ་ནས་ལྟ་བཞིན་ཡོད། འོན་ཀྱང་ཁོ་བོས་འབུད་མ་ཐུབ་པའི་ཁྱིའི་རྔ་མ་དེ་བུ་མོ་ཆུང་ཆུང་ཞིག་གི་སྔ་ས་ནས་ཧ་གོ་ཡོད་པ་རེད། རྙོག་དྲ་ངོ་མ་དེ་ནི་ཁོ་བོ་གཉིད་ཉལ་བའི་སྐབས་སུ། ཁྱེད་དེས་སྐད་ཆེན་པོ་ཞིག་བརྒྱབ་ནས་སུན་པོ་བཟོ་གི་ཡོད་པ་རེད། ལས་མ་ཡག་ལངས་ནས་ཁྱིམ་མཚེས་ཀྱི་ཧ་གོ་ཡོང་སྙམ་ནས་ཁྱེད་དེ་ལ་ཁ་ཡར་མར་གྱིས་ཀ་མེད་བྱུང་བ་རེད། འོན་ཀྱང་ཁྱེད་དེས་ཟིང་བརྒྱབ་སྟེ་ཁོ་བོ་གཉིད་ཁུག་རུ་མ་བཅུག་ནས་མཚན་གང་གི་དུས་ཚུགས་འདི་ལྟར་བྱས་ནས་ཡར་འགོར་སྐྱར་འགོར་གྱི་ངང་རྫོགས་སོང། གཞན་ནས་ལྷིང་འཇགས་ཀྱི་སྐབས་སུ་ཡང་ཆུ་བཙོ་སྟེ་ཁ་དྲགས་སོང། འོན་ཀྱང་སྐབས་དེར་ཁྱེད་ནི་སྔུར་བ་འཐེན་ཞིང་གཉིད་ལ་རོལ་འདུག།